བརྙན་ཐུང་འདི་གསལ་གསལ་གནང་མཁན་གངས་ཅན་པ་ཡོངས་ལ་ང་ལྷ་རྒྱལ་ལྡན་རྣམ་རྒྱལ་བྲོ་ག་སྨྱོན་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ངེད་ཅག་ང་རང་ཚོ་ཉིས་སྟོང་ཉི་ས་དྲུག་གི་སྲིད་སྤྱི་གཉིས་ཀྱི་འོས་བསྡུའི་བརྒྱུད་རིམ་ཐོག་ནས་དབུས་གཙང་སྤྱི་འཐུས་ཀྱི་འོས་མི་ལི་ཡ་རྒྱ་བལ་འབྲུག་གསུམ་དུ་ཞུས་བའི་ཀྱི་དབུས་གཙང་མི་མང་ངོས་ནས་རྒྱ་ཆེན་པོའི་ཀྱི་རྒྱབ་སྐྱོར་གནང་བཞག་དེ་ལ་ཡང་རྣམ་པ་ཚོ་ལ་ཐུགས་ཆེ་ཞེས་ཞུ་འདོད་བྱུང་སོང། ཨ་རྣམ་པ་ཚོས་མཁྱེན་གསལ་ལྟར་ལོ་བཅུའི་མི་སེམས་ཀྱི་བརྒྱུད་རིམ་ནང་ལོགས་ལ་སོ་སོའི་ངོས་ནས་ལས་ཀ་ག་རེ་བྱས་པ་དེ་བོད་སྤྱི་བ་བསམ་པའི་ཐོག་ནས། དོ་ཡོད་ཁམས་གསུམ་བསམ་པའི་ཐོག་ནས་བོད་ཀྱི་རྩ་དོན་བསམ་པའི་ཐོག་ནས། སྤྱི་འདོམས་ཀུང་སི་སྐྱབས་མགོན་ཆེན་པོ་མཆོག་དང་མི་རབས་འདས་པ་ཚོས་ཀྱིས་བཙུགས་བཞག་པའི་བོད་མིའི་སྒྲིག་འཛུགས་དང་ལྷག་པར་དུ་ང་རང་ཚོའི་དམངས་གཙོའི་གི་སྒྲིག་འཛུགས་ཀྱི་སྲ་བརྟན་དང་འབྲེལ་བའི་ཐོག་ནས་བསམ་བློ་བཏང་ཆེད་ཐག་གཅོད་ག་རེ་བྱས་བཞག་པ་དེ་དེ་འདྲའི་ཆིག་ཆག་དེ་གི་ཡོད་ཆེ་སང་དེ་ཚོ་ལ་ཡང། ཆེ་མཐོང་དང་བརྩི་བཀུར། ཞེས་པའི་ཐོག་ནས་ད་ལྟ་བར་དུ་རྒྱབ་སྐྱོར་གནང་མཁན་ཚང་མ་ལ་ཡང་ཐུགས་ཆེ་ཞུ་ཡས་གཅིག་དང་རྣམ་པ་ཚོ་སྙན་གསང་ཞུ་ཡས་གཅིག་ལ་ཧུད་དུས་ལྷན་ཁང་ཡོན་ཏན་གསལ་བསྒྲགས་ཞུས་པ་བཞིན་ད་རེས་དངོས་གཞིའི་གི་ཧུད་དུས་ཀྱི་བརྒྱུད་རིམ་ནང་ལོགས་ལ་གུས་མོ་བསྐྱར་དུ་ཡར་ལངས་ཀྱི་ཡོད་བྱས་ཙང་འདི་དང་འབྲེལ་བའི་ཐོག་ནས་ད་ལྟ་བར་དུ་རྒྱབ་སྐྱོར་གནང་མཁན་ཚང་མ་ལོགས་ལ་ཐུགས་ཆེ་ཞུ་ཡས་གཅིག་དང། དངོས་འབྲེལ་གྱི་ཡུལ་དུ་སྐབས་སུ། གང་དག་རྒྱུ་མཚན་འདྲ་མིན་ལ་རྐྱེན་པའི་འོད། འཕེན་མ་ཐུག་ངེས་ཚོགས་ལ་ཡང། དངོས་གཞིའི་གི་འོད་དུ་སྐབས་སོ། འོད་ལ་ཡང། འོད་དུ་ནང་ལོགས་ལ། མཉམ་ཞུགས་ནང་ཁར་འཕེལ་རོ་སྣང་ཞེས་བྱའི་ཞུན་ཟླ་བྱུང་གསུང། རྣམ་པ་ཚོགས་ཀྱི་མཁྱེན་གསལ་ལྟར། ད་ལོར་ཉིས་སྟོང་ཉི་ས་དྲུག་གི། སེར་བྱེས་གཉིས་ཀྱི་འོད་དུ་བརྒྱུད་རིམ་ནང་ལོགས་ལ་ང་རང་ཚོས་དོ་སྣང། ཆེན་པོ་བྱེད་ཞུ་ངེས་གཅིག་དེ། ཆོག་མཆན་བཏབ་པ་ཡིན་ན། ང་རང་ཚོའི་གི་འོད་དུ་གི་བརྒྱུད་རིམ་ནང་ལོགས་ལ། མཉམ་ཞུགས་གནང་ཡས་ཀྱི་འབད་བརྩོན་གནང་མཁན་བདུན་པ་ཡོད་ངེས་རྒྱ་ཆེན་པོ་ཞིག་ཆགས་པ་རེད། ཧུད་བསྡུས་ཀྱི་དེབ་སྐྱེལ་གནང་མཁན་མང་པོ་ཞིག་ཐོན་པ་རེད་དེ་ཡིན་ནའི་དངོས་སུ་འདི་ནང་ལ་མཉམ་ཞུགས་གནང་མཁན་དེ་འོས་གྲངས་ད་ཞན་པོ་ཞིག་ད་ལྟ་བར་དུ་ཧ་ལམ་ཞན་ཤོས་རུ་ཆགས་པ་རེད། བྱས་ཙང་འདི་འདྲའི་ཡུལ་དུ་ད་རིང་ངས་འབུལ་སྐྱོན་ཞུ་ཡས་དེ། ང་རང་ཚོའི་གི་དམངས་གཙོའི་གི་བརྒྱུད་རིམ་ནང་ལོགས་ལ་ཨ་ནི་མི་མང་ཚོའི་གི་མཉམ་ཞུགས་གནང་ཡས་དེ་དང་ལོགས་ལ་ལྷག་པར་དུ་གཞོན་སྐྱེས་ཚོའི་གི་མཉམ་ཞུགས་གནང་ཡས་དེ་གནད་འགག་ཞིའུ་ཆགས་བསྡད་གི་ཡོད་རེད་བྱས་ཙང་ད་རིང་ངས་འབུལ་རྒྱུ་ཞུ་ཡས་དེ་རྒྱ་བལ་འབྲུག་གསུམ་དུ་ཞུ་བའི་ཨ་ནི་རྒྱ་ཆེ་མི་མང་ཕྱི་རྒྱལ་ཡུལ་གྲུ་ཁག་དུ་ཞུ་བའི་བོད་མི་ཚོ་ལ་ཡང་ད་རིང་གི་ཡུལ་དུ་དངོས་གཞིའི་གི་ཡུལ་དུ་ནང་ལོགས་ལ་གང་མང་མང་མཉམ་ཞུགས་གནང་རོགས་གནང་ཞུ་གི་ཡོད་དེ་མཉམ་པོ་གཉེར་སང་ཞུ་ཡས་ཅིག་ལ། སྣམ་བུ་ཚོད་ཀྱིས་ཏན་ཏན་ཐུགས་ཞིབ་བྱུང་བས་རེད་བསམ་གྱི་འདུག་ང་རང་ཚོས་ཀྱི་འོས་བསྡུ་བརྒྱུད་རིམ་ནང་ལོགས་ལ་རྒྱུན་ལྡན་ནས་འཁྲུག་ཆ་དོད་པོ་ཞུགས་ཆགས་བསྡད་ཀྱི་ཡོད་རེད་ཡིན་པས་ནས་ད་ལོ་འགྲོ་ཆ་ཤ་ན་སྔར་ལས་ལྷག་ཟེར་བ་ཅིག་ད་གཞན་ཕྱོགས་ནས་ཆགས་བསྡད་ཀྱི་འདུག་ང་ད་ཁྱོད་བྱས་རྗེས་འདི་གི་རྣམ་པ་ཤུགས་ཆེན་པོ་ཆེ་སླེབས་བསྡད་ཡོད་རེད་ད་སྤྱི་བཏང་བྱས་པས་ན་ཁྱོད་བྱས་རྗེས་བཀའ་མོལ་བྱུང་དུས་གལ་ཏེ་རྒྱ་ནག་གཞུང་རྒྱ་ནག་གུང་ཁྲན་ཏང་གི་དཔོན་རིགས་ཁག་ཁོ་རང་ཚོ་ལས་ང་ཚོ་གཟུགས་སྐུ་བཙུགས་ཀྱི་ཡོད་པ་ཡིན་ན་དེ་རང་བཞིན་གྱིས་དགེ་མཚན་གཅིག་དང་དེ་ཡང་གནད་འགག་ཅིག་ཆགས་བསྡད་ཀྱི་ཡོད་དེ་ཡིན་ནད་ད་རིང། འོས་བསྡུ་དེ་བརྒྱུད་རིམ་ནང་ལོགས་ནས། ང་དང་ཁྱོད་ཞུ་དུས་འདི་ང་རང་ཚོ་ནང་རྒྱུད་ལ། ཆོ་གའི་ཐོག་ནས་དབྱེ་བ། ལྟ་བ་ལྟ་གྲུབ་ཐོག་ནས་དབྱེ་བ། ད་གང་ལྟར་གནས་ཚུལ་འདྲ་མིན་ཐོག་ལ་དབྱེ་བ་བཅད་པའི་ཐོག་ནས་དེ་འབྲེལ་གྱི་ཐག་གཅོད་བརྒྱུད་རིམ་འདྲ་བོ་ཅིག་དང་དེ་འབྲེལ་གྱི་ཧེབ་སྒྲོལ་གྱི་གནས་སྟངས་ཆགས་པ་ཅིག་སོ་སོའི་ངོས་ནས་དོ་སྣང་བྱུང་སོང་བྱས་ཙང་དེ་ལ་ཡང། ངའི་རྣམ་པ་ཚོ་ལ་རྒྱུ་རྒྱུ་རང་ཞུ་ཡ་ཡིན། ཐུགས་གཟབ་གནང་རོགས་གནང་ཞེས་ནས་དེ་ཞུ་ཡ་དེ་ངའི་ངོས་ནས་གལ་ཆེན་པོ་ཞིག་མཐོང་སོང། ང་རང་ཚོས་ཀྱི་འོས་བསྡུ་བརྒྱུད་རིམ་ནང་ལོགས་ལ་མི་མང་ཚོགས་ཀྱིས་མཉམ་ཞུགས་གནང་ཡ་ཙམ་མ་ཟད་མཉམ་ཞུགས་གནང་བའི་སྐབས་སུ། དམངས་གཙོའི་ཀྱི་ཡོད་འགན་ཆ་ཚང། གང་གཟབ་གཟབ་ཐོག་ནས་ཐུགས་འགན་ཆེན་པོ་ཞིག་བཞེས་པའི་ཐོག་ནས་གནང་དགོས་ཡ་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་ད་རིང་ངས་འབུལ་རྒྱུ་ཞུ་ཡ་དེ་ད་རིང་ང་རང་ཚོས་ཀྱི་འོས་བསྡུ་ནང་ལོགས་ལ་མཉམ་ཞུགས་གནང་བའི་སྐབས་སུ་ང་རང་ཚོ། བོད་མདོ་ཡོ་ཁམས་གསུམ་གྱི་མི་མང་ཆ་ཚང་གཅིག་བོད་བརྒྱུད་རྩ་དོན་བསམ་པའི་ཐོག་ནས་ང་རང་ཚོ་བཙན་བྱོལ་བོད་གཞུང་བསམ་པའི་ཐོག་ནས་བོད་ནང་ལ་མཉམ་ཞུགས་གནང་ཨེ་དེ་གནད་འགག་ཞིག་བུ་ཐུང་གུ་དུ་དེ་ལ་ཡང་འབོད་བརྩོན་གནང་རོགས་གནང་ཞེས་ཞུ་གི་ཡིན་ཐུགས་ཆེ།